རྣམ་པ་ཚུལ་གྱི་དེ་བཞི་དགུག་རེ་བསམ་གྱི་འདུག་དེ་ཡིན་དུས་བརྩམས་པ་ལ་ད་སྲིད་སྐྱོང་གི་གཟིངས་རྟགས་སྲིད་ཡ་དེ། བཙན་འགྱུར་བོད་མི་དབང་ཚད་དེ་བཙན་འཕྲོག་བྱེད་བྱེད་ནས། དེ་ནི་མདོ་སྨད་ཁྱོ་ག་གི་སྤྲད་ཡོང་གི་ཡོད་བ་དེ་རྣམ་པ་ཚུལ་བཞི་དགུག་རེ་སྤེན་པ་ཚེ་རིང་མདོ་སྨད་ཡིན་པའི་རྒྱུ་མཚན་ལ་བརྟེན་བྱས་ནས། དེ་ནི་དགེ་སྐྱོ་རིང་ལུགས་ཀྱི་ལས་ཀ་དེ་འགོ་བཙུགས་ནས་ད། ཟླ་བ་ཁ་ཤས་འགྲོ་ཡོད་རེད་ལ། མུ་མཐུད་ནས་དེ་བྱས་ཡོང་གི་ཡོད་པ་དེ་རྣམ་པ་ཚོ་གིས་དགོངས་དགོས་ཀྱི་རེད་ཟེར་ནས། དེ་ཞུས་ཡ་ཡིན་དེ་དང་ཆབས་ལ་དེ་རྣམ་པ་ཚོ་རྒྱ་ཆེའི་མང་ཚོགས་ཀྱིས་ཤེས་དགོས་ཡ་དེ་ག་རེད་བྱས་དུས་བརྩམས་པ་ལ་རྒྱ་གར་དབུས་གཞུང་གསང་མི་ལས་ཁུངས་ཀྱི་གནད་ཡོད་མི་སྣ་ཡོངས་སུ་རྫོགས་པ་ལ་འགྲེལ་བཤད་ལོག་པ་ཞིག་རྒྱབ་བསྡད་ཀྱི་ཡོད་རེད། དེ་ཚང་མས་མཁྱེན་དགོས་ཡ་གལ་ཆེན་པོ་རེད།

ཁྱིམ་དུད་ཉི་ཤུ་རྩ་གཉིས་ཀྱིས། བཙན་བྱོལ་བོད་མིའི་གིས་དེ་ནི་སྒྲིག་འཛུགས་ཟེར་ན་མི་འདུག་གྲོས་ཚོགས་ར་བ་བཙན་འཕྲོག་བྱས་ནས། ད་དབྱིན་ཇི་སྐད་ལ་མ་གསང Black Mail ལབ་གི་ཡོད་རེད་བ། དེ་འདྲ་བྱས་ནས་བསྡད་དེ་ཡོད་རེད་ཟེར་ནས་སྐད་ཆ་དེ་བཤད་དེ་གི་ཡོད་རེད་འགྲེལ་བཤད་དེ་རྒྱབ་དེ་ཡོད་རེད། དེ་ཡིན་དུས་བརྩམས་པ་ལ་རྒྱ་གར་གསང་བའི་ལས་ཁུངས་མི་སྣ་ཆེ་ཁག་ཚོས་ཀྱང་ཨམ་ཆོས་ནས་དེ་འདྲའི་བླུགས་བྱས་ནས་འགྲེལ་བཤད་ལོག་པ་དེ་འདྲ་རྒྱབ་དེ་འདྲ་བྱས་ཏེ་འདུག་ཟེར་དེ་ཡིན་དུས་བརྩམས་པ་ལ་དེ་དེ་ཚོའི་གི་རེད་ལ་རྣམ་པ་ཚོས་གི་དེ་འབྲེལ་ཡོད་ཡོངས་སུ་རྫོགས་པ་གི་མཐོ་རྒྱ་འོག་མ་སྤྲང་པོ་གསོན་གྲུབ་འདྲ་བོ་ཞིག་ཡིན་པ་ཡིན་ན་དམངས་གཙོ་ཡིན་བསམ་གིན་དམངས་གཙོའི་གི་ལངས་ལ་བཅུག་གི་ཡིན་བསམ་མཁན། གཞིས་ལུས་བོད་མི་གི་འགན་ཅིག་ཡོད་བསམ་མཁན་གི་མི་སྣ་ཅིག་ཡོད་པ་ཡིན་ན། དེ་ནི་རྒྱ་གར་སྲིད་གཞུང་ལ་བརྡ་ལན་ཟ་འོས་ཀྱི། དངོས་ཡོད་གནས་ཚུལ་གཞི་ལ་བཞག་ཕྱིན་ནི་ཤེས་དགོས་ཡ་རེད་དཔེ་མི་སྲིད་གལ་ཆེན་པོ་རེད་ཟེར་ནས་རྣམ་པ་ཚོ་ལ་ངས་དེ་ཞུ་རྒྱུ་ཡིན། གང་རེ་བྱེད་དུ་བརྩམས་པ་ལ་ཆེས་ཐོག་མར་ཉིད་ནས་ནད་ཡམས་ཀྱི་དཀའ་ངལ་དེ་འབྲས་བུའི་ཐོག་ནས་རྒྱ་གར་གྲོས་ཚོགས་འཚོགས་མ་ཐུབ་པ་དང། རྒྱ་གར་གྲོས་ཚོགས་སྲིད་འཛིན་བྱེད་དགོས་ཡ་དེ་འདྲའི་གནས་སྟེང་ཆགས་ཡོད་རེད་དེའི་སྐབས་སུ་དེ་ལ། དེ་ནི་ཁྲིམས་ཞིབ་ཁང་གི།

འཛམ་བུ་གླིང་གི་རྒྱལ་ཁབ་སུ་གཅིག་གིས་ཡང་འཚོགས་མ་ཐབས་པ་གྱི་དྲ་རྒྱ་བརྒྱུད་ལམ་ཚོགས་འདུ་དགོས་ཡ་དང་དེ་འབྲེལ་གྱི་གནད་དོན་ཆགས་རྗེས་ནས་ཚོགས་འདུ་འཚོགས་མ་ཐབས་ཡ་གནད་དོན་ཆགས་པའི་སྐབས་སུ་དེ་ལ་མི་ཤེས་རྟགས་ཆགས་ག་རེ་བྱུང་ན་བྱུང་བ་རེད་ཟེར་ཁྱེད་ཚོ་ཁ་གཡར་ས་རེད་མ་གཏོགས་པའི་ཁྲམ་དུ་སྒྲིལ་གྱི་ལམ་དང་ལུགས་སྲོལ་གང་ལ་ཡང་དེ་ནི་ཁོ་ཚོ་གིས་ལག་ལེན་བསྟར་ཡོད་མ་རེད། རྒྱ་གར་གྱི་གནས་ཡུལ་མི་སྣ་ཚོ་ག་རེ་བཤད་ཀྱི་འདུག་ཟེར་ཏེ་ཧང་སང་ཧོན་ཐོག་ནས་དེ་འདྲའི་རེད་མདའ་ཡིན་གྱི་མ་རེད་ཁོ་ཚོས་འགྲེལ་བཤད་དེ་འདྲ་རྒྱག་གི་མི་འདུག་ཟེར་གྱི་འདུག་དངོས་ཡོད་གནས་ཚུལ་དེ་འདྲ་ཅིག་རེད་ཟེར་ཨ་ནི།

ད་དེ་འདྲའི་སྐད་ཅིག་འདོན་ན། དེ་ནི་གྲོས་ཚོགས་ར་བ་བཙན་འཕྲོག་བྱས་ནས་བསྡད་དེ་ཡོད་རེད་ཟེར་ཡ་དེ་འདྲའི་སྐད་ཆ་བཤད་ཀྱིས་ནི། དེ་ནི་མགོ་སྐོར་བཏང་བསྡད་ཀྱི་ཡོད་རེད། བཙན་འགྱུར་ནང་ལ་དམངས་གཙོ་ཅེས་ཡོད་དམ་མེད་དེ་རྣམ་པ་ཚོས་དགོངས་ཀྱི་ཡོད་རེད་ག་འདྲ་བྱས་ཡོད་མེད་དེ་ང་ཚོ་ཤེས་ཀྱི་ཡོད་རེད་འབྲེལ་ཡོད་མི་སྣ་ཁ་ཤས་ཀྱིས་ཨ་ནི་བཅད་བཅད་ཧྲོལ་ལ་འགྲེལ་བཤད་ལོག་པ་རྒྱབ་བྱས་ནས་དེ་དེ་གའི།

བཙན་བྱོལ་ནང་གི་སློབ་གྲྭ་ཁག་ལ་ཐུག་བསྡད་པ་དེ་རེད་ལ་སོགས་པ་དེ་རྒྱ་ལོག་ལ་ཡོད་པ་དེ་རྣམ་པ་ཚོ་དགོངས་དགོས་ཀྱི་རེད། དེ་ཡིན་དུས་ཙམ་པ་ལ་དེ་ནི། ཚོགས་གཙོ་ཚོགས་གཞོན་སྤྱི་འཐུས་རྒྱུན་ལས་གཙོས་པའི་གི་འདེམས་གཟིགས་དེ་འཕྲོ་བ་རེད་དེ་བྱེད་དུས་ཙམ་པ་ལ་རྙོག་དྲ་ཁྱབ་པ་རེད་ཁོང་རྣམ་པ། ཡིག་ངག་གཉིས་ཀྱི་ཐོག་ནས་མཐའ་མ་མང་པོ་མཐའ་མ་དྲུག་བདུན་ལ་འབྲེལ་བ་ཡར་མ་བཟོས་བ་རེད། དེ་བཟོས་ནས་གྲུབ་འབྲས་མ་མཐོང་བ་རེད། མི་འགྲོ་ངུ་བཅོལ་བྱས་བ་རེད་ཚོགས་གཙོ་སྦྲེལ་པོ་ཕེར་བ་རེད། གཏུག་རོགས་མ་བྱས་བ་གི་གནས་སྟེང་འཁྱར་བ་རེད། དེ་ག་ནང་ཆོས་ཀྱི་མདོ་སྨད་སྤྱི་འཐུས། རྒྱུན་ལས། བློ་བཟོ་ཆུང་ཆུང་ལ་ལ་ཁམས་ཆུས་རྒྱབ་བྱས་ནས་བཀས་འགོག་བྱས་བ་རེད་དེའི་སྐད་ཆ་ཁར་ཁ་བཏུག་དྲག་མགོ་ཞུས་བ་ཡིན་ནས་བཤད་བ་རེད་སྐབས་དེ་དུས་ལ། དེ་ཡིན་པ་ཡིན་ནས་ཡང་མདོ་སྨད་སྤྱི་འཐུས་ནས་ཟ་བ་རེད།

ད་ལྟ་ཁྲིམས་ཞིབ་ཁ་ད་ཚོ་འཕོ་འགྱུར་བཏང་བ་རེད་བ་དེ་འགྲེལ་བཤད་དེ་རྩ་བ་གཉིས་ནས་བརྒྱབ་ཡོད་མ་རེད། འཕོ་འགྱུར་བཏང་བ་རེད། འཕོ་འགྱུར་བཏང་བ་མ་ཚད། དེ་ནས་ཁོ་རང་ཚོ་ཡིན་པ་ཡིན་ན་ཡང་ང་ཚོ་ལས་གནས་སུ་ཕྱིར་བྱེད་ཀྱི་ཡིན། བཙན་བྱོལ་བོད་མི་བཅའ་ཁྲིམས་ལ་བརྩི་སྲུང་བྱེད་པོའི་ཐོག་ནས་ང་ཚོ་ནོར་འཁྲུལ་དང་བཟོས་མེད་དེ་ཡིན་པ་ཡིན་ན་ཡང་ང་ཚོ་གུས་ཞབས་ཀྱི་ཐོག་ནས་དེ་ནས་ང་ཚོ་ལས་གནས་སུ་ཕྱིར་བྱེད་ཀྱི་ཡིན་བྱས་ནས་ཁོ་རང་ཚོ་གི་ལས་ཀ་ལས་མཚམས་བཞག་ནས་ཁྱེར་བ་རེད། ཁྱེར་བའི་བཞུགས་སྒོ་ལ་ཁོང་ཚོ་ཡང་བཙན་འཛུལ་བྱས་པ་དེ།

དེ་ནི་དེའི་འཕྲང་དུ་སྦྲེལ་གྱིས་ལམ་དང་ལུགས་ཟུང་བརྒྱུད་བྱས་ནས་ཡི་གེ་བཏང་ཡོང་བ་རེད། དེའི་ཡོན་ཏན་བརྩམས་པ་ལ་ང་ཚོ་སྐྱག་ཁྲམ་འབུ་ལོག་ཚར་བ་རེད། སྐྱག་ཁྲམ་རྩེ་མིག་རྡོ་རུ་འཁྱག་ཚར་བ་རེད། ད་ལྟ་ཁག་ཅིག་གིས་ཤིག་ཏུ་སྲིད་སྐྱོང་ཟུར་པའི་རྩིས་སྤྲད་ཡོད་རེད་སྲིད་སྐྱོང་ཟུར་པའི་རྩིས་མ་སྤྲད་རང་སྤྲད་རེད་སྲིད་སྐྱོང་ཟུར་པ་ལ་དེ་ནི་སྡིགས་ར་བསྐུལ་བྱས་ནས་ཡི་གེ་བཏང་བྱས་ནས

དེ་འདེབས་འཛུགས་ཀྱི་འདེབས་གཞི་དེ་རྩ་བ་གཉིས་ནི་ཁོང་ཚོ་ལ་བརྒྱབ་ཡོད་མ་རེད། ཆོས་ལུགས་མི་དང་ནི་ཡུལ་གོ་མི་སྣ་ཚོ་ལ་བརྒྱབ་ཡོད་མ་རེད། དེ་ཡིན་དུས་རྩམ་པ་ལ་གོ་བ་ལ་གྲོ་ཞིབ་ཆེན་པོ་ཅིག་ཐེག་དེ་ཤགས་ཐེག་དེ་ཡོད་རེད། དེ་ཞུ་ཡ་ཡིན་དེ་ཡིན་དུས་རྩམ་པ་ལ་མི་མིང་མགོ་སྐོར་བཏང་བསྡད་པ་ཡིན་ན་དེ་རིང་ཁ་ཚོན་སྤྱི་ཚོགས་དྲ་ལམ་རེད་སྔོན་མ་ནང་བཞིན་མ་རེད་བཏང་ཐུབ་ཀྱི་མ་རེད་དེ་ཡིན་དུས་རྣམ་པ་ཚོ་ཚང་མ་གིས།

དོན་འགྲེལ་གྱིས་བྱས་པ་རེད་ང་ཚོས་ཁྲིམས་མཐུན་གྱི་དམ་པོར་བྱས་པ་ཡིན་ཁོང་ཚོས་ཀྱི་དམ་པོར་ཀྱི་ཁྲིམས་མཐུན་གྱི་བྱས་མ་སོང་ཅེས་བྱས་ནས་དེ་འདྲའི་སྐད་ཆ་ཅིག་བཤད་བྱས་ནས་ཡི་གེ་དེ་ཁོ་རང་འཁུར་སོང་བ་རེད། བ་གར་ཚོགས་གཙོ་གི་ཁྲིམས་འགལ་ཡང་དག་པ་ཅིག་བཟོས་འདི་ཡོད་པ་དེ་རྒྱ་གར་ཡོད་ཁྲམ་དང་འགལ་འདི་ཡོད་བ་བཙན་བྱོལ་བོད་མི་སྐྱག་ཁྲམ་དང་འགལ་འདི་ཡོད་བ་དེ་ང་ཚོ་ཆེས་ཐོག་མ་ཉིད་ནས་ཤེས་དགོས་ཀྱི་རེད་ཟེར་འདི་ཞུ་ཡ་འགལ། གཉིས་པའི་ཆ་ནི་འོས་བསྡུའི་འགན་འཛིན་མ་ཡོང་བྱས་ནས།

ད་ལྟ་བར་དུ་ལ། དེ་ནས་སྐྱེ་མཐུ་གྲོས་ཚོགས་ཀྱི་ཡིག་ཆ་དེ་ཚོགས་དྲུང་མ་བརྒྱུད་པ་གྱིས་བྱིན་ནས་འབྲུ་གཡག་གི་གླང་དུ་ལུགས་སྲོལ་མེད་དུ་བརྩམས་པ་ལ། དེ་འདྲའི་བྱས་བྱས་ནས་དེ་ནས། ཁྲིམས་འགལ་གྱི་ལས་ཀ་ཏག་ཏག་བྱས་བྱས་ནས། ད་དཔེར་ན་ཆ་བཞག་པ་ཡིན་ན་གྱིས་སྔོན་དུ་དྲ་གནས་ཀྱི། རྒྱ་གར་དུ་འཛུལ་གྱི་ནང་ལ་བཙན་ཡང་བཏང་སོང་ཟིག་དོ། བཙན་པོ་དབང་ཡོད་བཙན་ལས་རྐྱང་རྐྱང་བྱས་སོང་མ་གཏོགས་ཡོད་མ་རེད་ཟིག་ཁྲིམས་འགལ་དེ་སུས་བྱེད་བསྡད་ཀྱི་ཡོད་པ་དེ་གསལ་བོ།

ད་བ་གར་འཚོགས་འཚོགས་འདྲ་བ་དངོས་གནས་དྲ་གནས་ཀྱི། སྐད་ཆ་དེ་སྙན་པོ་དག་བཅད་ཡོད་མ་རེད་དངོས་གནས་ཀྱི། ཁྱེད་ཀྱི་གིབ་བདག་ཀོ་ས་རུལ་སོང་ཡང་ལན་སློབ་གྲྭ་གེབ་བདག་བྱེད་འདི་གཉིས། དེ་འདྲས་ཀྱི་གང་ཟག་ཅིག་ལ་བཙན་བྱོལ་བོད་མི་སྐྱ་ཁྲམ་ལ་བརྩི་སྲུང་གང་ཡང་མ་བྱས་པ་བྱེད་ཅིང་ད་དེ་གཉིས་སྐྱ་ཁྲམ་དེ་ཚོ་ལ་གུས་ཞབས་འདུད་ཡས་བརྩི་མཐོང་འདུད་ཡས་དམ་པོར་ཞི་བའི་སྐབས་སུ་དེ་ལ།

དེ་བསྐོ་བཞག་བྱེད་པར་བ། ཡིན་པ་ཡིན་ན་ཡང་བསྐོ་བཞག་བྱེད་ཆོག་གི་མི་དེ། དེ་ནི། མི་སྣ་གང་འདྲ་ཅིག་ཡིན་པ་དེ་ང་ཚོ་བསལ་བོ་རྟོགས་དགོས་ཀྱི་རེད། དེ་ཡིན་དུས་ཙམ་ལ་དེ་འཕྲིན་སྤེལ་གང་བྱས་ཡོད་པ་དེ་ཡང་ང་ཚོ་ངེས་པར་ཅན་དུ་ཤེས་དགོས་ཀྱི་རེད། འོ་དེ་ཞུ་ཡ་ཡིན་བསྟན་ཡིན་དུས་ཙམ་ལ་ད་སྐད་ཆ་ག་སེ་བཤད་པ་ཡིན་ན་མང་རེ་མ་གཏོགས་ཉུང་རེ་འགྲོ་ས་མ་རེད་ཤག་དེ་ག་རང་ལ་ཁ་བཏོང་མཚམས་འཇོག་ཞུ་གི་ཡིན་བསྟན་ཡིན་དུས་ཙམ་པ་རྒྱ་ཁྱོན་མང་ཚོགས་ཀྱི་འཆིང་ཡ་གི་ཆེད་དུ་ལ་ཚེ་ཁ་ཤས་ཞུ་བ་ཡིན་བསྟན་རྣམ་པ་ཚོ་ཚོགས་མ་ལ།